ཡང་སྐུ་གཟུགས་བཟང་པོ་ཨ་ནི་ཞུན་བྱ་ན་ལ་ནི་མཐིང་ནག་འཇིགས་ཀྱི་ནད་པ་ཀ་དྲི་བ་ཟལ་མོ་དར་ཞུན་ད་ལེ་ལ་ནི་སྙིང་འཇིགས་ཀྱི་དྲི་བ་ཞུན་ག་ནད་པ་ཀེ་ནི་སྤོག་ཟེ་གྲིབ་དང་ནད་ཀེ་གྲིབ་ནང་ཀེ་སྤོག་ཟེ་གྲིབ་ཐུང་ག་ཐུག་སམ་བཞེས་ནི་ནི་ནད་པ་ཀེ་སམ་ཆ་རེ་ཆོད་ནི་ལ་ནི་རྡོ་ཀེ་ནི་ཀོ་མེར་ནང་ག་དྲི་སྣང་ཞོ་ཨ་ནི་ལན་ཀེ་བུ་སུང་སྣང་ཞོ་ཨ་ནི་འུ་དུ་ད་བུ་དུར་རེ་ཀོལ་ཟེ་མོ་དར་ཞུ་ལེ་ཨ་ནི་ཞུ་ལེ་ལ། ཧ་ནི་ལ་ནི་ལ་ཨའི་ཏེ་འབྲུག་རྒྱལ་ཁབ་ནང་ག་ཞུ་ཀ་སོང་ག་བ་ཞུ་པུ་ར་ནི་ཨའི་ཏེ་ག་ནི་སམ་པར་བཟང་པོ་སམ་པ་རྣམ་དག་གནས་གནས་བུ་དུ་ལྟ་བུ་ནང་ག་ནི་ཞུ་པ་བྱ་མེ་ཨོ་ན་ག་རྟེན་གྱི་ནི་ཐུ་ར་ཨའི་ཏེ་འབྲུག་གི་རྒྱལ་ཁབ་ཆུ་གི་རྒྱལ་ཁབ་གྱོ་ག་རྟེན་གྱི་པུ་ར་ཀ་རང་དར་མ་ཨ་ནི་མ་ལ་དམངས་པུ་རང་ཆོས་སྒྲུབ་བྱ་ཨན་ཞུ་ལེ་ད། ཆོས་སྒྲུབ་པའི་སྐབས་ཀྱི་ཨའི་ཏིན་བག་གི་སྨོན་ལམ་དུ་བཏབ་བྱ་ལ། ནི་ཨའི་ཏེ་མ་ནི་ཚིག་རྐང་དུ་བགྲངས་ནི་བུ་སྨོན་ལམ་བཏབ་བྱ་བ་བཟའ་གུ་རུར་ཚིག་རྐང་དུ་བགྲངས་ནི་བུ་སྨོན་ལམ་བཏབ་བྱ་ལ། ནི་རྒྱལ་བ་གཟིམས་མུ་དུར་ཨ་ནི་བུ་སྨོན་ལམ་དུར་བཏབ་བྱ་ཨའི་ཞུ་ལས་ལ། སྨོན་ལམ་བཏབ་པའི་སྐབས་ཀྱི་སྨོན་ལམ་ཧང་སྟེ་བཏབ་བྱ་ཨའི་ནི་ལ། ཨའི་ཏིན་གྱི་མ་ནི་དུར་བགྲངས་ནི་བུ་དྲ་བ་བཟའ་གུ་རུར་བགྲངས་ནི་བུ་དྲ་ཡིག་བརྒྱ་དུར་བགྲངས་ནི་བུ་དྲ། མཆོད་རྟེན་བསྐོར་བ་དུར་ཕུལ་ནི་བུ་དྲ་ཆ་བུམ་དུར་འཚལ་ནི་བུ་དྲ། ཨེ་བག་གི་སྨོན་ལམ་བཏབ་པའི་སྐབས་ཀྱི་སྨོན་ལམ་ཧང་སྟེ་བཏབ་བྱ་ནི་ལ། འགྲོ་བ་རི་བྲོ་སེམས་ཅན་ཐམས་ཅད་ཁམས་གསུམ་འཁོར་བ་སྡུག་བསྔལ་གྱིས་བསྒྲིལ་ནས་ནི་ནམ་མཁའི་རྫོགས་པའི་སངས་རྒྱས་ཀྱི་སྒོ་འཕང་མྱོང་པའོ་དོ་ན་ནི་འོ་དོ་ལྟ་བུ་སྨོན་ལམ་བཏབ་གནང་བྱ་ཞུ་བྱ་ལ། སྤུ་རག་གི་རང་ལ་དབང་པོ་གི་རང། ཤར་ཕྱོགས་དཔག་གི་ཤུན་ད་ནི་ལ། ཨའི་སྟེང་གི་ཨེ་བག་གི་རྒྱལ་བ་ཨ་འཆུམ་འདས་ཀྱི་སྨོན་ལམ་བཏབ་ཧང་སྟེ། སེམས་ཅན་འཁོར་བ་དགའ་སེམས་ཅན་ཐམས་ཅད་ཁམས་གཙོ་འཁོར་བ་སྡུག་བསྔལ་འཇམ་གཙོ་ཆེན་པོ་གི་སྒྲོལ་ནི་རྣམ་མཁྱེན་རྫོགས་པའི་སངས་རྒྱས་ཨེ་མ་ལ་སངས་རྒྱས་ཀ་གོ་འཕང་མྱོང་པ་ཨོ་དོ་ན་ཨ་ནི་སྨན་ལམ་དུར་བཏབ་བྱ་ཨ་ཡིན་ཞུ་ལེ་ལ་འོ་དོ་ལྟ་བུ་སྨན་ལམ་དུར་བཏབ་བྱ་ལ་ནི་ནི་ཇི་གི་བཟློག་པ་ཞོ་ཧང་བཟློག་པ་དུར་གནས་པ་ཀ་ཀོ་ཤ་ན་ནི་མ་ལ་བཟློག་པ་ཞོ་ཧང་བཟློག་པ་དུར་ཞུ་ལེ་གི་ལ་ཨ་ནི་ལ་སེམས་ཅན་འབག་མཁས་པོ་ཁམས་གཙོ་འཁོར་བ་སྡུག་བསྔལ་ལས་འབྲལ་ནས། སངས་རྒྱས་བཀའ་བསྒོ་བམ་མྱོང་པ་ཨོ་རྡོ་ཨ་ནི་སྨན་ལམ་བཏབ་པའི་ཁས་ལེ་ལམ། ཨེ་བྷ་ཀི་མ་ནི་ཚིག་རྐང་དུ་བྲག་ནི་བྲག་དགེ་བ་གཟེ་མུ་ཏོར་ཨ་ནི་གུར་དྲ་ཨུ་ནོ་ཏཱ་བུ་དགེ་བ་ཨ་བྷ་ཀ་སྨན་ལམ་ཤོ་སེམས་ཅན་ཐམས་ཅད་འགའ་རྒྱུ་འགའ་རྒྱང་ཆུ་སེམས་སྐྱེ་བ་སྐྱེ་བའི་རེ་བ་ཨོ་རྡོ་ན་ཨ་ནི་སྨན་ལམ་ཨུ་དུ་ནིག་ཙིག་གི་ཨོ་ག་བྲག་པའི་རྒྱུ་བ་ལ་ཡ་ཨ་ནི་ཞུན་བྱ་ལ། ཨུ་དུ་ནིག་ཙིག་ཨོ་ག་དབྱིན་སྤོར་ཏིང་རྒྱུ་བ་ལ་ཨ་ནི་ཞུན་བྱ་ལ། ཨོ་མ་ས་གན་སོང་དམངས་པོ་གི་ར་ཧང་དེ་སྨན་ལམ་བཏབ་བྱ་ཨ་ནི་ལ། སེམས་ཅན་ཐམས་ཅད་ཁམས་གསུམ་འཁོར་བ་སྡུག་བསྔལ་ལས་བསྒྲལ་ནས་སངས་རྒྱས་དགའ་གོ་བ་མྱོང་སྐྱོ་ན་རྨི་ལམ་བཏབ་ཀྱང་མ་རྟོགས། སེམས་ཅན་བག་དཀའ་རྒྱུ་དཀའ་སྦྱང་ཆུ་སེམས་བསྐྱེད་ལས་རེ་བ་ཨོ་དོ་ན་ཨ་ནི་རྨི་ལམ་བཏབ་ག་ནི། Impossible ལྟ་བུ་གི་ལ་ལ། ཉུང་ཉུང་གི་ལ་ལ། དཀའ་སླུ་གི་ལ་ལ། འོ་ན་རྟེན་གྱི་མཐིལ་ནོངས་འཇིག་གི་ལྡོག་པ་ཨ་ནི་མ་ལ་ནི་ནི་ནི་བག་གི། ཐུགས་འཆར་རེད། བསམ་འཆར་རེད་ཨ་ནི་ཆོས་ནི་ལ་དོང་གི་དྲིན་གནང་ཤོག་ཨ་ཡི་ཞུ་ལས་ལ། སྨན་ལམ་བཏབ་པའི་སྐབས་འགར་སེམས་ཅན་ཐམས་ཅད་ཁམས་གསུམ་བསྐོར་བ་སྡུག་བསྔལ་ལས་འདྲེན་ནས་སངས་རྒྱས་དགའ་འགོ་བ་མྱོང་བྱོས་མྱོང་བོས་མྱོང་བྱོས་ན་སྨན་ལམ་བཏབ་པའི་ཁས་ལེན། སེམས་ཅན་ཐམས་ཅད་དགའ་འཇུག་དགའ་བྱང་ཆུབ་སེམས་སྐྱེ་བའི་རེ་བ་ཨོ་ཧོས་སྐྱེ་བའི་རེ་བ་ཨོ་དོ་ཨ་ནི་སྨན་ལམ་བཏབ་པའི་ཁས་ལེན། འོ་དོ་ནིག་ཙེ་སྨན་ལམ་ཁེ་པོ་ཨི་བུ་ཨིན་པོ་ཏིན་གྱོ་ལམ་ནས་བ་ཀི། ཐུགས་བསམ་བཞེས་ནི་ཐུགས་ཀྱི་དགོངས་བཞེད་སྨྲ་ན་ནད་བག་གི་ཐུགས་བསམ་ཧང་ལྟ་བུ་ཞལ་འཇམ་དབུ་ནུ་གལ་བུ་གདོང་ནང་ཁ་སྲུང་གནང་ཤོག་ཨ་ནི་ཞུ་ལེ་ལ། འཇིགས་ཀྱི་སྒོ་ནི་ལ། སེམས་ཅན་ཐམས་ཅད་སངས་རྒྱས་དགའ་སྒོ་འཕང་མྱོང་སྐྱོ་ན་སྨན་ལམ་མང་རྒྱུ་བ། སེམས་ཅན་ཐམས་ཅད་དགའ་འཇུག་དགའ་བྱང་ཆུབ་སེམས་དེ་སྐྱེ་བའི་རེ་བ་ཨོ་དོ་ན་ཨ་ནི་སྨན་ལམ་ལྟ་བའི་ཁ་ཕྱི་ལུ་ལྟ་བུ་མཐོང་ན་ཨ་ནི་ཞུ་ལེ་ལ། བརྒྱ་དགའ་བསམ་འཆར་གྱི། ནི། འོ་ན་ཏན་གྱིས་ནི་འཇིག་གི་མཐིལ་ནང་དྲི་བ་ཤར་འགྱོ་ལ། སེམས་ཅན་ཐམས་ཅད་ཁམས་གསུམ་འཁོར་བ་སྡུག་བསྔལ་ལས་བསྒྲལ་ནས་སངས་རྒྱས་ཀ་གོ་བ་མྱོང་ཆོས་ཡི་སྨོན་ལམ་བཏབ་པའི་ཁས་ལེན་ལམ་མོ། སེམས་ཅན་ཐམས་ཅད་ཀ་འཇུག་ག་འཇང་ཆུ་སེམས་སྐྱེ་བའི་རེ་བ་ཨོ་དོ་ཨ་ཉི་སྨོན་ལམ་བཏབ་པའི་ཁས་ལམ་འོ་དོ་ནིག་ཙི་ཀ་ནད་བ་ཀི་ཨོ་ག་ལྡན་མིག་ཡོ་ལམ་འོ་དོ་ཀི་བུ་ངེས་པར་དུ་ཐུགས་བསམ་བཞེས་ནི་ཨོ་ད་ག་ལན་དུར། ནི Positive གི་ཨ་ནི་ཐུགས་བསམ་དྲང་པོ་དྲང་བྱང་ཨ་ཐ་ནི་འོ་དོ་ལྟ་བུ་ལན་དུར་གསུངས་གནང་ཤོག་ཨ་ནི་ཞུ་ལེ་ལ་སོ་ལ།